བཅུ་བཅུ་པའི་སློབ་གཉེར་བ་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ད་དེ་རིང་སློབ་ཚན་འདི་འགོ་བཙུགས་ཡ་ཡིན། ད་དེ་རིང་སློབ་ཚན་ནང་ལ། ཁ་སང་ང་རང་ཚོ་འགྲོ་བཞིན་པ་དེ་ག་རེ་ཟིན་ལུགས་ཟུང་མུ་ལུགས་ཟུང་གི་ལག་ཆ་མུ་ཏིག་ལ་དྲངས་ཏེ་འགྲོ་བཞིན་པ་རེད། དེའི་ནང་ནས། འཇིག་རྟེན། ཆོས་འཇིག་རྟེན་མི་ཆོས་ཀྱི་བསླབ་བྱ། ཤློ་ཀ་དང་པོ་ནས་དབུ་འཛུགས་ཞུས་ནས་ཁ་སང་ངང་རྫོགས། ཤློ་ཀ་ལྔ་བར་དུ་འགྲོ་བ་རེད་འགྲོ་ཕྱིན་པ་འགྲོ་ཟིན་པ་རེད། ད་དེ་རིང་འགྲོ་ཡ་དེ་ཤློ་ཀ་དྲུག་པ་དང་བདུན་པ། ཤློ་ཀ་དྲུག་པ་དང་བདུན་པ་དེ་འགྲོ་ཡ་ཡིན། དེ་མ་འགྲོ་བའི་སྔོན་ལ། གོང་དུ་ཞུ་བ་ནང་བཞིན། ཀློག་དེབ་ངེས་པར་དུ་མདུན་ལ་བཞག་རོགས་གནང། སློབ་དེབ་མདུན་ལ་ལྷོད་ཤག་པོ་དང་ཆབས་ཅིག་ཏུ་ཁྱེད་རང་ཚོ་མཉམ་འདུག་ལ་བྲིས་དེབ་མ་ཡིན་པའི་གི་དངོས་གནས་བྲིས་དེབ་ཁ་སང་བྲིས་ན་ངོ་མ་མ་ཡིན་པའི་གི་ཟུར་དེབ་ཅིག་ད་རབ་འདྲ་བོ་ཅིག་ཨིན་ཇི་སྐད་ཞུ་བ་ཡིན་ནའང་དེ་ངེས་པར་དུ་ཁྱེད་རང་ཚོའི་མདུན་ལ་བཞག་རོགས་གནང། དེར་ངེས་པར་ཚིག་འགྲེལ་བྱེད་པའི་སྐབས་ལ་ཚིག་འགྲེལ་རྒྱབ་པའི་སྐབས་ལ་དེང་ཁྱེད་རང་ཚིག་ཏུ་དོ་སྣང་ཡོད་པ་གཉིས་བར་ལ་ཟུར་བྲིས་ཡག་གི་གོ་སྐབས་ཡོད་རེད། བྱས་ཙང་ད་དེ་རིང་གི། ཤོ་ལོ་ཀ་གཅིག་དང་གྲངས་ཀ་བཅུ་མའི་ཤོ་ལོ་ཀ་དྲུག་པ་བཅས་དེ་རིང་ཁྲིད་ཡག་གི་དང་པོ་སྟེ། དཔེ་དང་པོ་ངོ་ཚིག་གི་དོན་དག་ཤེས་ངེས་དཔེ་ངན་ཟེར་ནས་དཔེ་ངན་དཔེ་ངན་པ་བསྟན་ཡག་དཔེ་ངན་པ་བསྟན་ས་ཡོད་རེད་དཔེར་ན་སློབ་ཕྲུག་གཅིག་གིས་སོ་སོ་ཐ་མག་འཐུང་ཡག་གི་གོམས་གཤིས་སྡུག་ཅག་ཡོད་པ་ཡིན་ན་མི་གཞན་པ་ལ་ཡིན་མདོག་ཧ་བོ་བྱས་ནས་དཔེ་བསྟན་ཡག་བྱེད་རོགས་འོ་དེ་དཔེ་ངན་གཞན་མི་གཞན་པ་ལ་མི་སྟོན་མི་སྟོན་ཟེར་གཅིག་དང་འདི་ཟུར་སྟོན་ཟེར་དེ་རེད་བོད་བོད་ལྟར་ན་རུ་སྟོན་ན་སྟོན་ཟེར་ཏེ་ཟུར་དུ་སྟོན་པ་ཟེར་ཏེ་ལོགས་སུ་སྟོན་པ་ཟེར་དེ་རེད།

ངན་སྤྱོད་པ་ངན་པའི་ངོ་སོ་ཁྱེར་བའི་སྐབས་ལ་བསླབ་བྱ་ལ་བསླབ་བྱ་བརྒྱབ་པ་ཡིན་ན་ཡང་ཁོང་སྔ་བ་ཆེན་པོས་བསླབ་བྱ་ལ་བརྩི་མཁན་ཡོད་མ་ཟད་ངན་སྤྱོད་ངོ་སོ་ཁྱེར་བ་ཟེར་ཆོག་ཟུར་དུ་བཏོན་ནས་བྱས་ཆོག་སྟོན་པ་ཟེར་དེ་རེད། རང་ལ་ཁོག་རང་ཐག་ནས་འཁོར་གྱི་རེད་ལགས། ཁ་གྲགས། ཁ་གྲགས་མི་ཟ། ཁ་གྲགས་མི་ཟ་དུ་ག་ལ་འདི་རེད་བར་དཔེར་ན་མི་གཞན་པ་ལ་ཁྱེད་རང་གི་མི་ལ་ཁ་བཏང་བཏང་སྟེ་མི་གཞན་པ་གི་ཁྱེད་རང་ཁ་བཏང་མི་གཞན་པ་གི་ཁྱེད་རང་ལ

དམིགས་པའི་ངན་པ་ཟུར་དུ་བཏོན་ནས་མི་ལ་བསྟན་རྒྱུ་ཡོད་མ་རེད་ལ་དམིགས་པའི་ངན་པ་རང་གི་སྤྱོད་པ་ངན་པོ་ཅིག་བྱེད་ཀྱི་ཡོད་པ་ཡིན་ན། ཨོ། དེ་དམིགས་པའི་ངན་པ་དེ་གཞན་ལས་དེ་ཁྱེད་རང་ཐ་མག་བཏུང་གི་ཡོད་མ་རེད་ཐ་མག་བཏུང་ཡ་དེ་སྤྱོད་པ་ངན་དུ་ངན་སོ་ཁྱེར་ནས་ད་དུང་མི་ཞིག་གཞན་པ་ཡོང་ས་ལ་ཅིག་ཐ་མག་ཅིག་གནམ་ལ་དུ་བ་ཁྱེར་གྱིས་འདྲི་བྱས་ཀྱང་ཨོ། དམིགས་པའི་ངན་པ་གཞན་ལ་ཟུར་འདོན་བྱེད་མི་རུང་སྟེ་ལ་བྱེད་འཇུག་གི་མ་རེད་ལ་བྱེད་མི་རུང་སྟེ།

ལས་དགེ་བ་ཅན་འབྲས་བུ་བདེ་བ་ལས་མི་དགེ་བ་ཅན་འབྲས་བུ་འབྲས་བུ་སྡུག་བསྔལ་སྨིན་ཡང་ལས་དགེ་བ་ཅན་འབྲས་བུ་བདེ་བ་སྨིན་ཨོ་ལས་འབྲས་ལ་འཁོར་ཡོང་ཟེར་ལོ་ཨོ། བྱས་ཙང་རང་གི་སྤྱོད་པ་ངན་པ་དེས་མི་གཞན་ལ་སྤྱོད་པ་འགོ་ཐབས་མ་བྱས་ལབ་དེ་ལས་རྒྱུ་འབྲས་ཀྱི་དེ་རྟག་ད་བདེ་གི་མ་རེད་ད་དུང་ཁྱོད་རང་ལ་སྡུག་གི་ཡོང་གི་རེད་ལབ་རེད། དཔེ་ངན་གཞན་ལ་མ་ལྟོས་རང་ལ་འཁོར།

ཁྱེད་རང་ལ་མི་གཅིག་གིས་ཁྱེད་རང་གི་དགྲ་བོ་དེ་གི་མིས་ཁྱེད་རང་ལ་ཅི་མི་སྲིད་པའི་ཁྱེད་རང་ལ་ལས་ཀ་སྡུག་ཅག་བྱས་བྱུང་ན། ཁྱེད་རང་ལ་བྱ་བ་སྡུག་ཅག་བྱས་བྱུང་ན་ལམ་སང་ཕ་ཅོག་མི་ལ་ཁ་ཚིག་སྡུག་ཅག་མ་ལབ། སྲིད་མ་ས་ཁུ་གང་བྱས་པ་དེ་སེམས་ནང་ཞོག་ཞོག་ལབ་རེད། སེམས་ནང་ཞོག་ཟེར་བའི་སྐར་སེམས་བཤགས་པ་ཙམ་འགྲིག་མ་རང་ཡིན་གཅིག་བྱས་ན་འདི་ཤུགས་ལྡན་ལ་ཤུགས་ལྡན་གར་དགོས་ས་ལས་མང་པོ་ཕར་ཕྱོགས་ལ་དགྲ་ཤ་ལོག་ཟེར་མཁན་ཤུགས་ལྡན་ཅིག་ཡོད་ར་བ་ཡིན་ན་ད་དེ་ཡིན་པའི་ཁྱབ་པ་ཡོད་མ་རེད་བྱས་ཙང་ག་དུས་ཡིན་པ་ནི་སེམས་ལ་བཞག་ནས་བཟོད་པ་སྒོམ་དགོས་རེད་ཟེར་དེ་མེད་ན་སེམས་ལ་བཞག་ནས་བཟོད་པ་སྒོམ་ཐུབ་པ་ནི་ཁེ་བཟང་ཡོད་རེད་ཟེར་དེ་ཡིན་གྱི་རེད་ཅི་མ་གཏོགས་བསླབ་བྱ་ལྡོག་ཕྱོགས་ནས་བཤད་པ་ཡིན་སྡུག་ཅག་བཤད་པ་ཡིན་ན་ཕར་ཕྱོགས་མི་དེས་ཁྱེད་རང་ལ་སྡུག་ཅག་ག་ཚད་བྱས་སོང་ལམ་སང་ཕར་ཕྱོགས་མི་ཚིག་སྡུག་ཅག་མ་ལབ་པ་བྱས་ནས་ཁོས་ཀྱིས་སྡུག་ཅག་གང་བྱས་པ་དེ་སེམས་ནང་ལ་ཞོག་ཞོག་ལབ་རེད་ནག་པ་སེམས། དུ་བ་བཞིན་གྱིས་རང་ལ་གང་མི་རུང་ཞིག་བྱས་ཀྱང་ཁ་ཐག་མི་སོད་པར་བརྣག་པ་བྱེད་པ་དེ་སེམས་ནང་ལ་བཞག་དགོས། ད་འདི་འོག་ཏུ་ཚིག་རྐང་གསུམ་པོ་འདི་བ། ངན་བློ་ཡོད་ཀྱང་གཉེན་ལ་སྨིན་གཏོད་བྱམས་པ་ཡིད་ལ་འཛིན་བསད་དེ། རང་གི་གཉེན་སྤུན་ལ། རང་གི་གཉེན་སྤུན་ལ་མི་གཞན་གྱི་ཟ་ར་བསྟོད་བསྔགས་མ་བྱེད་པར་བྱམས་བརྩེ་ཡིད་ལ་བཞག་དགོས། ཁ་ཤས་དེ་འདྲ་ཡོད་རེད་བ། ཁ་ཤས་ངའི་སྤྱི་ཚོགས་ནང་མཐོང་མྱོང་རང། མི་ཁ་ཤས་རང་གི་གཉེན་དང་རང་གི་བུ་དང་རང་གི་ཆུང་མ་དང། རང་གི་བུ་མོ་ལ་མི་ཞན་པ་ཡོད་ས་ལ་བསྟོད་བསྔགས་བཏང་ཡག་ཤོར་ར། ངའི་བུ་དཔེ་ངའི་བུ་མོ་དཔེ་ཡག་པོ་ཡག་ཅིག་ཅིག་ཞེའུ་ཅིག་ལབ་ཡག་ཤོར་ཨོ་དེ། རང་གི་གཉེན་དང་སྤུན་ལ་མི་གཞན་གྱི་ས་ལ་བསྟོད་བསྔགས་མ་བྱེད་ལན་བུ་ཡོད་མ་རེད་རབས།

བསྟོད་བསྔགས་བོ་ས་ཏྭ་དང་ཏྭ་ནི་བསྟོད་དོ་བོ་ས་ཀ་དང་ཨ་ཀ་ཟི་བསྟོད་བསྔགས་མ་བྱེད་པར། བསྟོད་བསྔགས་མ་བྱེད་པར། ད་ཁྱེད་རང་གི་བུ་བུ་ཀ་ཟི་བུ་དང་བུ་ཡིན་ན་རེ་ཕྱུགས་མ་ཡིན་ན་འོ་དེ་བྱམས་བརྩེ་དེ་སེམས་ལ་བཞག་ཆོག་ལབ་རེ། ཁྱེད་རང་གི་བྱམས་བརྩེ་དེ་སེམས་ལ་ཡོད་པ་དེ་དཔེ་མི་སེར་གྱི་ཕ་ཕྱོགས་ལ་བརྩེ་བ་ཡོད་པ་དེ་མི་ཞིག་མི་མི་གཞན་གྱི་ཁྲི་ལ་བསྟོད་དགོས་མ་རེད་ལབ་རེ། ཁྱེད་རང་གི་སེམས་ལ་ཕ་ཕྱོགས་ཁྱེད་རང་གི་གཉེན་དང་སྤུན་དང་བུ་དང་བུ་མོ་དང་ཆུང་མ་ལ་བརྩེ་བ་ཡོད་པ་ནི་སེམས་ཡིད་ལ་ཞི་ཡིད་སེམས་ནང་ལ་ཞོག་ཞོག་ལབ་རེ། ཞེས་བྱ།

རང་ལ་མ་དགའ་བའི་མི་གཅིག་ལ་ངན་པའི་བློ་དེ་སྐྱེ་གི་རེད་མ་གཏོགས་རང་དང་དགའ་བའི་མི་གཅིག་ལ་ངན་པའི་བློ་སྐྱེ་གི་མ་རེད་བ་ངན་བློ་ཡོད་ཀྱང་སྤོ་ཆོག་མི་གཅིག་ལ་ཁྱེད་རང་གི་མི་དགའ་བའི་མི་གཅིག་ལ་སེམས་ནང་ལ་ངན་པ་བྱེད་ཡག་གི་བློ་ཡོད་པ་ཡིན་ན་ཡང། ད་ཚིག་སྡུག་ཆགས་ལབ་པ་ཡིན་ན་དགྲ་ཤ་སློག་ཡག་གི་སེམས་བློ་ཡོད་པ་ཡིན་ན་ཡང་སླ་པའི་མི་སེར་གི་སྡུག་ཆགས་བྱས་ན་སྤོ་ཆོག་མི་དེ་ལ་མཐོང་བ་ཙམ་གྱིས་ཀྱང་སེམས་ནང་ལ་མ་དགའ་བ་ཡོང་གི་ཡོད་པ་ཡིན་ན་ཡང་སླ་བ་རེད། ངན་ལོས་ཡིན་ད་ངན་ལོས་ཟེར་ངན་ལ་ཡིན་པ་དཔོན་རང་གི་སྙིང་ལ་ངན་པོ་ལོས་ཡོང་བ་རང་གི་དགྲ་ལ་ངན་ལོས་ཡོད་པ་ཡིན་ན་ཡང་ལབ་རེད་ཕྱི་རུ་འཇམ་མཁས་ཉིད་མི་གཞན་པའི་རྩ་ལགས་ལབ་རེད་མི་གཞན་པའི་རྩ་ལ་སླེབས་པའི་སྐབས་ལ་ཁྱེད་རང་གི་མ་རྐང་གི་མི་དེ་གིས་ཁུ་བསྐོར་ཁོ་ལ་སྐྱོན་དང་ཡོན་ཏན་གཉིས་ཡོད་པའི་ནང་ནས་སྐྱོན་མི་ལ་སྐྱོན་དང་ཡོན་ཏན་གཉིས་ཆ་ཡོད་པ་མི་ཚང་མ་སྐྱོན་ཡོད་རེད་ཡོན་ཏན་ཡོད་རེད་ལབ་རེད་སྐྱོན་མེད་པའི་མི་ཡོད་མ་རེད། ཡོན་ཏན་ཚང་དེ་ཚང་དེ་ཡོན་ཏན་ཚང་མ་ཚང་དེ་མི་ཡོད་མར་བ་བྱེད་ས་ཕ་ཕྱོགས་མི་དེ་ཁྱེད་རང་གི་སྐྱོན་འཇུག་བྱེད་ས་ཁྱེད་རང་གི་ངན་ལོས་ཡོད་ས་ཁྱེད་རང་གི་སྡུག་ཅག་རྩི་ས་མི་དེ་ལ་ཡང་ཡོན་ཏན་ཡོད་ར་བ་ཡོན་ཏན་ཁ་ཤས་ཡོང་སྲིད་པར་བ་ལ་བྱེད་ས་མི་གཞན་པའི་རྩ་ལ་སླེབས་པའི་སྐབས་ལ་ཁྱེད་རང་མི་དེ་གིས་ཁོ་ལ་ཅིག་ཅིག་ད་ང་ལ་དེ་སྡུག་ཅག་ཡིན་ཏེ་ཁོ་རང་དེ་འདི་ཁུལ་ཁུལ་གྱི་ལེགས་པའི་ཆ་དེ་བཤད་དགོས་ག་དུས་ན་ཁུལ་སྡུག་པའི་ཆ་ཤ་སྟག་བཤད་རྒྱུ་ཡོད་མ་ལབ་དོ། ངན་ལོས་ཡོད་ཀྱང་ཁྱི་རུ་འཇམ་སྐད་ཉན་ཟེར་ཡ་དེ་རང་གི་དགྲ་བོ་ཞིག་ལ། སེམས་ནང། ཁ་ས་འདི། རང་གི་དགྲ་བོ་ཞིག་ལ་མི་དགའ་བ་ཡོད་ཀྱང་ཟློག། ཏག་ཏག་ཏུ་ངན་ལོས་ས་ཡོད་ངོས་ལེ་ཡོད་ས་དགྲ་དམར་ཡོང་གི་མ་རེད་བ་ཡོད་ཀྱང་མི་གཞན་གྱི་འཁྲིས་སུ་མི་གཞན་གྱི་རྩ་ལ་ཁོས་བསྐོར། ཁོས་བསྐོར་སྐད་ཆ་འཇམ་པོ་དང་སྙན་པོ་བཤད་དགོས་སོ་མི་མི་བསྐོར་ལ་སྐད་ཆ་འཇམ་པོ་དང་སྙན་པོ། ཁོ་ལ་ཡང། ཁྱེད་རང་ལ་སྡུག་པོ་བྱས་པ་ཙམ་གྱིས་ཁོ་སྡུག་པོ་ཡིན་པ་ཁྱད་པ་ཡོད་མ་རེད་ཁྱེད་རང་ལ་སྡུག་ཅག་བྱས་ན་མི་གཞན་པ་ལ་ཁོས་ཕན་ཐོག་ཅིག་བྱ་བ་བྱས་ཡོད་སྲིད་པ་རེད་བ་འོ་དེ་ལ་སོགས་པ་གྱིས་ཁོས་ལེགས་པའི་ཆ་དེ་བཤད་དགོས་རེད་ཅེས་པ་དེ་སྙན་པོ་ཁ་ས། སྙན་པོ་བཤད་དགོས་སོ། དེའི་བར་དུ་དེ་རིང་ལབ་ཡ་གའི་ཤོ་ལག་གི་དྲུག་པ་ཡང་ན་དེ་རིང་གི་བླ་ཡ་དང་པོ་དེ་ཚར་བར་བྱས། ད་དེ་རིང་གི་གཉིས་པ་དེ། ད་ཡང་པོ་ཚིག་གི་དོན་དག་ཤིང་དང་གཏམ་མགོ་ཟེར། གཏམ་སྐད་གཏམ་ཟེར་ན་སྐད་ཆ་རེད་སྐད་ཆ། གཏམ་མགོ་བཙུགས་པའི་སྐབས་ལ་གཏམ་འཛུམ་འཛུམ་ཟེར་འཛུམ་བསྟན་པ། བྱས་ཙང་ང་ཚོ་གཟིགས་འདོད་པ་ནི་ང་ཚོ་བོད་སྤེལ་གྱི་བོད་གངས་ཅན་ལྗོངས་ཀྱི་མི་མང་ཆེ་བས་ཀྱིས་ཐུན་མོང་མ་ཡིན་པའི་ཁྱད་ཆོས་ཁ་ཟས་འཛོམས་ཡོད་གདོང་པ་ལ་འཛོམས་ཡོད་རེད། སྐྱང་པོ་རིགས་ཀྱི་ཁ་ཏོན་ཀ་ལོག་གནང་སྟངས་ཤུགས་དང་རྐང་སྐྱོན་རིང་པོ་ག་དུས་ཡིན་པ་ཡིན་ན་སྐྱང་པོ་རིན་པོ་ཞེས་མོ་ཚེག་ཚག་མ་གཏོགས་སྐྱང་རོ་ཞེས་རས་ནག་མོ་སྟོན་ལྡན་གྱི་བྱུང་ཁོ་ཡོད་ཁོ་ན་ཡོད་མ་རོག་བྱས་ཙང་ཁ་ཏོན་ཀྱང་གསུང་གི་འདུག་ང་ལ་མི་མང་པོ་དགའ་བོ་བྱས་ཏེ་ངས་ག་དུས་ཡིན་པ་ཡིན་ན་ངས་འཛོམས་སྟེ་བསྡད་ཀྱི་ཡོད་རེད། རྒྱུ་མཚན་དེ་ལ་བརྟེན་ནས་བྱས་ཙང་མི་མང་པོ་གཅིག་གིས་ད་ལྟ་བྱས་ཏེ་སྤྱན་རས་གཟིགས་རེད་ཁོ་རང་གསུང་དག་དུས་གསུང་དགོས་རེད་བྱས་ཙང་ང་ཚོ་ག་དུས་ཡིན་པ་ཡིན་ན་ཡང

སྤྱི་སེམས་སྤྱི་སེམས་བློ་རྒྱ་སྐྱེས། ཨོ་དེའི་འགྲེལ་བཤད་དེ་ཞེས་པའི་འགྲེལ་བཤད་ནི། འབངས་མི་སེར་ད་སྐད་ཆ་བཤད་པའི་སྐབས་འདི་ཡག་པོ་ཞུ་བར་བདག་ཁྱེད་རང་ལས་མ་འོངས་པ་ཁྱེད་རང་ཚོ་སྤྱི་ཚོགས་ནང་ལ་སྐད་ཆ་བཤད་དང་བཤད་མཁན་མི་ཆགས་སོང་ན་གཏམ་བཤད་བྱེད་མཁན་མི་ཆགས་སོང་ན་སྐད་ཆ་བཤད་དང་གང་འགྲིག་ཞུ་འདི་ན་ལག་པ་ཞིབ་བྱོས་ད་འདི་ནང་ལ་ལུས་ཟུངས་བསླབ་བྱ་ནང་ལ་ང་འཇིག་རྟེན་གྱི་བསླབ་བྱ་ཡག་ཤོས་ཅིག་འདི་ཡོད་འདི་གཏམ་གོ་འབངས་མི་སེར་ལ་གཏམ་གོ་འཛུམ་ཟུག་འདུག་འབངས་མི་སེར་ལ་གཏམ་བཤད་སྐབས་སྐད་ཆ་བཤད་པའི་སྐབས་ལ།

གང་བཤད་རྒྱུའི་གཏམ་བཤད་དེ་བརྗོད་གཞི་དང་འཚམས་པ་བརྗོད་གཞི་དང་འཚམས་པ་དཔེར་ན་ཆ་བཤད་པ་ཡིན་ན། མི་གཅིག་གིས་ཁོར་ཡུག་སྐོར་ལ་བཤད་གི་ཡོད་ན་ཁོར་ཡུག་སྐོར་ཁོར་ཡུག་སྐོར་བོད་ཀྱི་ཁོར་ཡུག་སྐོར་བཤད་གི་ཡོད་ན་བོད་ཀྱི་ཁོར་ཡུག་སྐོར་ཁོ་རང་བཤད་ཡ་རེད་བ། དེ་པར་བ་ལ་བོད་རང་བཙན་གཙང་མ་ཡིན་པ་དང་རྒྱ་མི་གིས་བོད་ལྷམ་འཛིན་བྱས་པའི་སྐོར་བཤད་ན་མ་འགྲིག་ད་ཡོད་པ་དེ་བཤད་ན་རྟག་ཏུ་བསྡད་མ་སོང་བ། བོད་ཀྱི་ཁོར་ཡུག་སྐོར་ཞེས་བོད་ཀྱི་ཁོར་ཡུག་ཁོ་ན་གང་ཞིག་འོང་འོང་བྱེད་ས་འདི་བདུག་ཨ། གང་བཤད་རྒྱུའི་གཏམ་དེ་བརྗོད་གཞི་དང་འཚམས་པར་ཁོར་ཡུག་སྐོར་ནི་ཁོར་ཡུག་སྐོར་བརྗོད་གཞི་དང་མཐུན་པར་དགོས་ཤིང། མཐུན་པར་དགོས་པ་རེད། དེ་དང་ཆབས་ཅིག་ཏུ་མང་ཉུང་འཚམ་པོ། མང་ཉུང་ཚོ་མང་མ་གྲགས་མཁན་ཉུང་མ་གྲགས་མཁན། དོ། མང་ཉུང། རིན་གྱི་རིན་གྱི་རིན་གྱི་འཚམ་པ། སེམས་དཔའ་མི་སེར་གྱི་འཚམ་པོ་རིན་པོ་འཚམ་པོ།

རྒྱུ་ནོར་ས་དགུ་ཡོད་པ་ཡིན་ན་རྒྱུ་ནོར་སོགས་སོ། རྒྱུ་ནོར་ཡོད་ན། རྒྱུ་ནོར་ཡོད་ན་རྒྱུ་ནོར་དེ་གོང་དུ་གོང་དུ་སྤེལ་དགུ་ཡོད་པ་ཡིན་ན་ཡར་རྒྱས་བཏང་དགུ་ཡོད་པ་ན་བདེ་རྒྱུ་ནོར་ཡོད་ན་སེར་སྣ་བྱེད་པ་སེར་སྣ་བྱས་ནས་བེད་སྤྱོད་མ་བྱས་པ་བདེ་རྒྱུ་བདེ་ན་སོགས་རྒྱུ་ནོར་མང་པོ་གསོག་མི་ཐུབ་བར་དུ། ཁྱེད་རང་ལ་རྒྱུ་ནོར་ཁང་དགུ་མོ་སྟོང་གཅིག་ཡོད་པ་ཡོད་ན་སྟོང་གཅིག་དང་སེར་སྣ་བྱས་ནས་བདེ་ཞེས་བས་ན

བསགས་མི་ཐུབ་པས་མི་ཐུབ་པ་དང་ཁ་ཆེ་བ་རེད་རྒྱ་ཕར་ལ་བཏང་ནས་རྒྱ་ཕར་ལ་བཏང་ནས་སུ་ལ་ཁར་སྟོང་རུ་ཡོང་ཡག་གི་བསམ་བློ་བཏང་དགོས་རེད་ལ་རྒྱ་རྒྱ་ཞིག་གཏོང་དགོས་སོ་རྒྱ་ཞིག་རྒྱ་ཕར་ལ་བཏང་ནས་སུ་ལ་སྟོང་ལེན་རྒྱུ་སྟོང་ལེན་ཐུབ་པའི་ཅི་བསམ་ད་འདི་ག་ས་བསླབ་བྱ་ཁྱོད་ཡིན་ཏེ་གོང་ས་ལྔ་བ་ཆེན་པོ་གི་ཕ་གུ་ཤྲི་བསྟན་འཛིན་ཆོས་རྒྱལ་ལ་རྒྱག་གི་ཡོད་པ་དེ་ནི་ཁོ་རང་སྤྱི་བའི་རྒྱལ་པོ་ཡིན་པ་ཡིན་ཙང་བང་མི་སེར་གྱི་བང་མི་སེར་གྱི་དཔལ་འབྱོར་ཡར་རྒྱས་གཏང་ཡག་གི་ཆེད་དུ་དེ་བསླབ་བྱ་སྐྱོན་གྱི་ཡོད་རེད་དོ། ག་ས་གཏང་མི་ཐུབ་པར་ཁྱེད་རང་བག་མི་བསད་ཀྱི་ཆེད་དུ། མ་རྩ་ཆེན་པོ་བཏང་ནས་མ་དེ་ལ་མ་རྩ་དེ་ལ་ཡང་ཉིན་རྟག་སུམ་རྟོག་ཡོང་ཡག་གི་ཁེ་ཚང་ཡོང་ཡག་གི་བསམ་བློ་བཏང། ག་ས། ག་ས། སུ་ལ། སུ་ལ་གཏོང་ལེན་ཐུབ་པའི་སྤྱི་སྤྱི་པའི་དོན་ལ་སྤྱི་པའི་དོན་ལ་འདོད་སྤྱི་འཇམ་སྤྱི་སྤྱི་ཡིས་སུ་འདོད་སྤྱི་པའི་དོན་ས་སྤྱི་པའི་དོན་ག་ད་དེ་རྒྱ་ཤེས་གཏོང་དགོས་སྤྱི་འཇམ། དུ། སྤྱི་བོའི་དོན་ལ་བསམ་བློ་རྒྱ་ཆེན་པོ་གཏང་དགོས། སྤྱི་བོའི་དཔལ་འབྱོར་ཡར་རྒྱས་གཏང་ཡག་གི་ཆེད་དུ་བསམ་བློ་རྒྱ་ཆེན་པོ་གཏང་ནས་ཨོ། བག་མེད་སེལ་ལ་བྱམས་སྐྱོང་ཡོད་པ་ཡིན་ན་བག་མེད་སེལ་དཔེར་ན་རྒྱལ་པོ་གཅིག་ལ། བག་མེད་སེལ་དེ་ཚོ་ལ་དཔལ་འབྱོར་ཡར་རྒྱས་གཏང་དགོས་པ་རྒྱལ་པོ་ཁྱོད་རང་གིས་གང་བྱས་བློ་ཁོག་ཆེ་ཙམ་བྱས་ནས་རྒྱ་ཕར་ལ་གཏོང་ནས་གཏོང་ཚུལ་ལ་ཡོང་ཡག་གི་ཨོ་དེ་བསམ་བློ་རྒྱ་ཆེན་པོ་གཏང་ནས་བསམ་ལ་སྤྱི་རྒྱམ་བློ་རྒྱ་སྐྱེད་སེལ་དུ་དགའ་ལ། སྤྱི་བའི་དོན་དག་ལ་བསམ་བློ་རྒྱ་ཆེན་པོ་གཏང་དགོས་ཨེ་དེ་གནད་འགག་ཆེན་པོ་རེད་ཟེར་བར་ད་ཐ་འདི་རྣམས་ལ་དེ་རིང་གི་ཤོ་ལོ་ཀ་གཉིས་འབྲེལ་བཤད་རོབ་རོབ་ཅིག་མཛོད་ཚར་བ་རེད་ད་སྨྲ་མཁན་པོ་ཡོད་བས་ན་ཚུར་ལ་བཀའ་འདྲི་ཚུར་ལ་སྐད་ཆ་དྲི་རོགས་གནང། སྐད་ཆ་དྲི་མཁན་དེ་དཀོན་འདུག་དཀོན་འདུག་འགྲུག་འདུག་གཅིག་བྱས་ན་ནི་ཐམས་ཅད་སྨྲས་མི་སྲིད་གི། སྐད་ཆ་དྲི་ཡ་མེད་བ་ཅན་ཐམས་ཅད་ཁྱིམ་པ་འདྲ་བ་ཡིན་སྲིད་པ་རེད་ཡིན་ན་ཐམས་ཅད་ཁྱིམ་པ་དཀོན་པོ་ར་བ།